ད་རེས་དེ་མ་ཤི་ང་དེ་ཀུན་ལ་གསུངས་པ་ནང་བཞིན་གྱང་ང་དེ་བཅོས་པ་དང་པོ་ཡིན། ད་ལིར་དེ་ང་རང་ཚོ་བྱང་ཨ་མི་རི་ཀའི་སློབ་གཉེར་བ་དང་སློབ་ཕྲུག་པ་གང་དག་ཅིག་སེམས་ཤུགས་ཡོད་ཉེན་མང་པོ་ཅིག་བཙལ་སླེས་པ་ཡིན་ཙང་ད་ཅིའི་གསུངས་པ་ནང་བཞིན་གྱི་ང་ཚོ་བྱམས་བརྩེའི་ལོ་སྲུང་བརྩིའི་ཁོངས་གཏོགས་ལས་གྲུབ་ཀྱི་ཡོད་རེད་རྒྱལ་བ་དགྱེས་པའི་མཆོད་པ་རེད། ནི་སློབ་ཕྲུག་ཚོའི་ངོས་ནས་ཆ་བཞག་པ་ཡིན་ནས་ད་རེས་ཀྱི་རིག་རྩལ་ཉི་མ་གཅིག་གི་འགྲན་བསྡུར་ད་རེད་དེ་ཡིན་ནས་དངོས་གཞི་ད་ལན་དེ་རིང་ཉི་མ་གཅིག་གི་འགྲན་བསྡུར་བྱེད་ཐུབ་པ་དེ་ལོ་མང་པོ་གཅིག་གི་རིང་ག་ལ་ཡག་ཀླད་རྒྱག་བྱས། སོ་སོའི་ངོས་ནས་ཡིན་ནས་གཟའ་མཇུག་གི་དུས་ཚོད་དེ་བཏང་བ། ནི་ས་གནས་སོ་སོའི་སྤྱི་མཐུན་ཚོགས་པའི་ངོས་ནས་ཀྱང་ལྟ་བའི་འགན་འཁྱེར་གོ་སྐབས་ཕུལ། ཨ་མའི་ངོས་ནས་ཀྱི་སེམས་ཤུགས་རླབས། བ། ཨ་ནི་དེ་འདྲའི་ཅིག་གི་ཐོག་ནས་གང་ལྟར་གྲུབ་འབྲས་ཐོན་ཀྱོག་རེད། གྲུབ་འབྲས་ཐོན་ཀྱོག་ཡིན་དུས་ང་ལ་ཨུ་ཚུགས་སོ་སོའི་ངོས་སློབ་ཕྲུག་སོ་སོའི་ངོས་ནས་ཀྱི་དགའ་བ་སྒོམ་ཡས་ཀྱི་གཞི་ཆགས་ཀྱི་ཡོད་རེད། ཨ་ནི་ལྷག་པར་དུ་བོད་པས་བོད་ཡིག་སྦྱངས་པ་ལ་ཡ་དྲང་པོ་བཤད་པ་ཡིན་ན་ཧ་ལས་སྐལ་ཡོད་མ་རེད་རོ། བ། བོད་ཡིག་བོད་པས་མ་སྦྱངས་ན་སུས་སྦྱངས་ཀྱི་རེད། ད་ཡིན་ནའི་ཕྱི་ལོགས་ལ་ཡ། ཨམ་བསྡད་དུས་ག་ལ་ལྷག་པར་དུ་བོད་ནང་ལོགས་ལ་ཡ། རང་ཚོའི་སྐད་དང་རིག་གཞུང་དང་མི་རིགས་ཀྱི་ངོ་བོ་ལ་ཡང་ཨ་འདག་ཅིག་གོ་རྒྱན་ཤུགས་ཆེན་པོ་བྱས་ཀྱི་དུས་ཚོད་དེ་འདྲ་ཅིག་གི་སྐབས་ལ་ཡང་བོད་པ་བོད་ཕྲུག་ཅིག་གི་ཕྱི་ལོགས་ལ་ཡང་བོད་ཡིག་སྦྱང་ཡས་དེ་ཡང་མི་རིགས་དང་རིག་གཞུང་གི་སྲུང་སྐྱོབ་ཀྱི་བྱེད་ལས་གལ་ཆེན་པོ་ཆགས་ཀྱི་ཡོད་རེད་ད་དེ་འདྲའི་གི་ཐོག་ནས་ད་ལན་དེ་ཆེད་མངགས། མང་པོ་ཞིག་བོད་ཀྱི་འཛོམས་གནང་ཤག་ང་བདེ་དགའ་པོ་ཞིག་རག་བྱུང། ལྷག་པར་དུ། སྒྱུ་རྩལ་འགྲན་བསྡུར་ནང་ལོགས་ལ་ཡང། ཡི་གེའི་འགྲན་བསྡུར་དང་ཨ་ནི་བོད་ཡིག་ནང་ལོགས་ལ་ཡང། འབྲི་རྩོམ་གྱི་འགྲན་བསྡུར་ཡོད་རེད་ད་དེ་ལ་ང་དམིགས་བསལ་གྱི་ཡང་དོ་སྣང་ཡོད་དེ་ལྟར་ན་རྗེས་ལ་ངས། ང་རང་གི་ངོས་ནས་བློ་ཕྱག་དེ་འདྲ་ཕུལ་ཡག་དེ་གས་དེ་ངས་རྗེས་ལ་ཕུལ་ཆོག་ཐུགས་རྗེ་ཆེ་ཨ་ནི་ང། གང་ལྟར་གཅིག་ཉི་མ་གཉིས་གང། ཐོངས་པའི་ཞུ་སྒོ་དེ་ཨ་ནི་སུ་སུའི་ཚོར་སྣང་དང། ཨ་ནི་བློ་ཕྱག་ག་རེ་ཡོད་ནས་ངས་རྗེས་ལ་ཕུལ་ཆོག་པ་ཞིག་ཐུགས་རྗེ་ཆེ་གནང། དབོན་རིང་པོ་དོ་བདག་ཡག་པོ་བྱས་ཉེས་ཚང་མ། རྒྱལ་བ་སྐུ་འཕྲེང་བཅུ་བཞི་ཆེན་པོ་མཆོག་བཙན་བྱོལ་དུ་ཕེབས་རྗེས། བོད་མི་མང་སྤྱི་འཐུས་ལྷན་ཚོགས་ཕྱི་ལོ་གང་གི་ལོར་དབུ་འཛུགས་གནང་བ་རེད་དམ། ཨ། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ། ཁ། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པ་ལོར། ཨ། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ལོར། ཁ། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ལོར།
Artist Star Dharana། གཙོ་བོ་སྐུ་ཡི་གོ་དོན་དང་བྱམས་བརྩེའི་བློ་དང་བསྟུན་བྱས། ཨ་འདས་བྱང་ཨ་མེ་རི་ཀའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཆེན་ཐོག་ལ་ཡང་དོན་གཅོད་གཏན་འབེབས་བཞག་ཅེས་རིག་རྩལ་དོན་དུ་ཚུགས་དགོས་ཨ་འདས། དོན་གཅོད་བཞག་པ་ནང་བཞིན་དོན་གཅོད་ལས་ཁུངས་ཀྱི་ཁང་འགན་ཁུར་ཆེད་ཨ་འདས་བྱང་ཨ་མེ་རི་ཀའི་ནང་ལ་ཡང་བོད་གཟའ་མཇུག་སློབ་གྲྭ་ཁག་གཉིས་རྩ་བཞིའི་གཅིག་ཏུ་གཡོར་ཏེ་ཆེད་ཁག་བཅུ་གི་དེ་མཉམ་ཞུགས་གནང་ཐུབ་པ་དེ་ལ་ཚང་མས་ཅིག་རོགས་རམ་རེད་མཉམ་ཞུགས་རེད་སེམས་ཤུགས་ཀྱི་ཐོག་ནས་དེ་མཉམ་ཞུགས་གནང་བ་དེ་ལ་ཐོག་མ་ངས་ཐུགས་ཆེ་ཆེ་ཙམ་ཞུ་ཡ་ཡིན། དེ་ནས་ད་ཚང་མས་མཁྱེན་གསལ་རེད་ད་ད་ལྟའི་བོད་ནང་གི་གནས་སྟངས་དེ་ཡིན་པས་ན་ད་ངེད་ཅག་རྒྱ་ནག་གཞུང་གི་ཁྲིམས་གསར་བ་ཅིག་གཏན་འབེབས་བྱས་རྗེས་ད་བོད་ནང་གི་ད་ལྟའི་གནས་སྟངས་དེ་ངས་དུས་རྒྱུན་དུ་ཕྱིའི་མི་ལ་ཡང་འགྲེལ་བཤད་རྒྱག་པའི་སྐབས་ལ་ཡང་རིག་གནས་གསར་བརྗེ་གཉིས་པ་འདྲ་པོ་ཅིག་ད་འགྲོ་སྡོད་ཀྱི་ཡོད་པ་ཅིག། དེ་ཡིན་དུས་ད་རྒྱ་ནག་གི་ད་ལྟའི་སྲིད་གཞུང་གི་དངོས་གནས་ཀྱི་རྒྱ་ཡི་མི་རིགས་རིང་ལུགས་ཀྱི་ཞེན་ཁོག་ཁོ་རང་ཁྱེད་ཅེས་ད་བོད་དེ་རྒྱ་ལ་བསྒྱུར་ཡས་ཀྱི་སྲིད་ཇུས་ཀྱི་ད་དངོས་སུ་ཁྲིམས་ཀྱི་ཐོག་ནས་ད་ལག་བསྟར་བྱས་ཡས་ཀྱི་མགོ་བཙུགས་ཡོང་གི་ཡོད་དུས་ང་ཚོ་བཙན་བྱོལ་ནང་ཡོད་པའི་བོད་མི་ཚོ་ལ་ད་མིག་སེར་གྱེན་འཁྱེར་དགོས་ཡས་ཀྱི་ད་དུས་ཚོད་ཅིག་སླེབས་བསྡད་ཡོད་རེད་ངེད་ཅག་ང་དང་ད་རྒྱ་ནག་གི་ད་ལྟ་མཁས་དབང་ཆེས་ཐུག་བའི་སྐབས་ལ་ཁོ་རང་གིས་ད་ལྟ་དེ་རྒྱ་ནག་གི་མི་རིགས་འཆམ་མཐུན་དང་ཡར་རྒྱས་ཀྱི་ཐོག་གི་ཁྲིམས་མི་དེ་གང་ལ་ཁོ་རང་གིས་བོད་པའི་གནད་དོན་དང་འབྲེལ་བའི་ཐང་དུ་རྩོམ་གྱི་ཁྲིད་བཅས་ང་གཉིས་བཅས་ལ་ཡར་གོ་བསྡུར་བྱས་པའི་སྐབས་ལ་ཁོ་རང་གིས་དངངས་འཚབ་ཞུ་གཅིག་ཏུ་ད་བོད་པ་ཚོ་གར་ཆས་ཀྱི་རེད་ཟེར་ད་རྒྱ་ནག་གི་ད་ལྟའི་སྲིད་བྱུས་དེ་འདྲའི་བྱས་པས་ན་ངས་ཁོ་རང་ལ་ཡར་དེ་གཅིག་ཞུ་ཡིན། སྤྱི་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་སུམ་ཅུ་དུས་དྲན་ཡིག་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་ཅིག་གནང་བཞག་ཟེར། དེའི་སྐབས་ལ་ད་ང་ཚོ་རིག་གནས་གསར་བརྗེ་བོད་ལ་དངོས་སུ་འགྲོ་བའི་སྐབས་ལ་རེད་གཏོར་བཅོམ་བསད་དེ་བྱེད་བྱས་བོད་ནང་དངོས་གནས་ང་ཚོ་ད་མི་ཡུལ་ལ་དམྱལ་བ་མྱངས་དམྱལ་བ་ནང་བཞིན་མྱངས་བའི་དུས་ཚོད་ཅིག་སྐབས་ལ་ཡ་ཨ་ནི་དེ་གོང་ས་སྐྱབས་མགོན་ཆེན་པོ་ཆོས་ཀྱི་སུམ་ཅུ་དོན་ཕྲེང་གི་གསུང་འཕྲིན་དེ་ནང་ལ་ག་རེ་དོན་དག་སྙིང་པོ་དེ་ག་རེ་འདུག་ཟེར་ན། རྒྱ་ནག་གིས་བོད་དེ་དངོས་གནས་མེར་བསྲེགས་བཏང་བའི་གནས་འདིའི་ཤུལ་ནས་བོད་པ་ཚོ་གིས་མི་རིགས་ཀྱི་ངོ་བོ་རེའི་རིག་གཞུང་སླར་གསོ་བྱེད་ཀྱི་རེད་ཟེར་ལ་ཅེས་རེ་འདོད་ཀྱིས་གསུངས་འདུག་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་ལོ་ཉི་ཤུ་རྩ་བཞི་རྩེ་ལྔ་ཐོག་ལ་ཡར་བཙན་བྱོལ་ལ་ཕེབས་པའི་སྐབས་ལ་ད་བོད་རྒྱལ་ཁབ་དང་མི་རིགས་ཀྱི་འགན་བཞེས་དུས་བཙན་བྱོལ་ནང་ཕེབས་མ་ཐག་ད་ངས་རྟག་ཏུ་ཞུ་གི་ཡོད་ལས་གཞི་གསུམ་གྱི་འགོ་རྩ་གནང་བཞག་གཅིག་དེ་ང་རང་ཚོ་བོད་པའི་གི་འདུ་རུབ་ཀྱི་གཞི་ཆགས། གཉིས་པ་དེ་སློབ་གྲྭ་དེ་ག་ནས་བཞིན་ད་དགོན་སྡེ་ཁག་དང་རིག་གཞུང་ལྟེ་གནས་ཚོ་བཅས་ལས་གཞི་འདི་གསུམ་དེ་ད་ལྟ་ང་ཚོ་ཕྱི་ལྟས་བློ་ལྟས་དེ་མ་འོངས་སྔོན་སྲིད་ཆགས་དེ་རེད་ང་ཚོ་བོད་པ་ཚོ་སྐྱབས་བཅོལ་གནང་ནས་མ་འདྲ་བྱས་དེ་གཙོ་བོ་རྒྱ་བོད་རུམ་གྱི་ཐུགས་རྗེ་བཀའ་དྲིན་རེད་ཞུ་གི་ཡོད་དེ་ཐུགས་རྗེ་བཀའ་དྲིན་ཡིན་སྟངས་དེ་གོང་གསལ་ཕྱོགས་ཀྱི་དགོངས་བློ་དེ་འདི་ད་ཆུང་ཆུང་གི་སྐབས་ནས་བོད་ཀྱི་རྒྱལ་ཁབ་དང་མི་རིགས་ཀྱི་འགན་བཞེས་པའི་སྐབས་ལ་ཡང་ལས་གཞི་འདི་གསུམ་གྱིས་ང་རང་ཚོ་ད་ལྟ་བར་དུ་ཞིག་བོད་པའི་གི་མི་རིགས་ཀྱི་ངོ་བོ་རེད། འཐབ་རྩོད་རེད། མ་ལག་ཆེ་བསྡད་ཐུབ་ཡ་དེ་ལས་གཞི་འདི་གསུམ་ལ་བརྟེན་ནས་བྱུང་བ་དེ་ཆགས་བསྡད་ཡོད་རེད། ད་རྒྱ་གར་ནང་ཡིན་ཟུར་ན་ཉིས་སྟོང་ལྔ་ནས་བྱེད་ཆེད་ཤེས་ཡོན་སྲིད་ཇུས་གསར་པ་ཅིག་གཏན་འབེབས་བྱེད་ཆེད་རྒྱལ་ཁབ་ཀྱི་བཀའ་བློན་ཁྲི་པ་ཟམ་གདོང་རིན་པོ་ཆེན་གྱིས་ཤེས་ཡོན་སྲིད་ཇུས་གསར་པ་ཞིག་གཏན་འབེབས་བྱས་རྗེས་ད་ང་རང་ཚོ་རྒྱ་གར་ནང་ལ་སློབ་གྲྭ་ནང་ལ་ཡར་སློབ་ཁྲིད་བྱས་ཏེ་དམའ་རིམ་ནས་བྱས་རྗེས་བོད་ཡུལ་ནང་ཁྲིད་ཆེད་ད་ལྟའི་ཆར་ལ་དངོས་གནས་ད་རྒྱ་གར་ནང་ཐོན་ཤར་བའི་བོད་ཕྲུག་གི་དེ་གའི་སློབ་མ་དེ་གས་དངོས་གནས་བོད་ཡིག་ཐོག་ལ་རང་སྐྱ་འཕེར་བ་ད་འདབ་གཤོག་གཉིས་ལྡན་ལས་ཅི་ཆགས་བསྡད་ཡོད་རེད། ད་ཡིན་པའི་ནས་རྒྱ་གར་ནང་ད་ད་ཕྱི་ལ་འདུར་བས་ན་བརྒྱ་ཆ་བཞི་བཅུ་ལྷག་ཚོ་ང་ཚོ་ད་ཕྱིའི་ལུང་པ་ཁག་ལ་ཡོད་དུས་ད་འདང་ང་དེ་ད་བྱང་མངའ་རིས་ནང་ལ་ཤག་ཤག་བས་ན་ས་གནས་ཁག་གསུམ་སོ་གཉིས་ཚོ་བརྩིགས་དགོས་རེད་དེའི་ནང་ལ་ཡང་ད་བོད་པ་མ་རྒྱུན་ལ་མ་ལྟ་བའི་བོད་རིགས་སྤྱི་མཐུན་ཚོགས་པ་གཅིག་བཙུགས་དེ་ག་ནང་སྲིད་གཞུང་ད་འཛུགས་སློབ་གྲྭ་གཅིག་བཙུགས་བཅས་དམིགས་དཔེ་ལྟ་ཡ་དེ་རྒྱ་གར་ནང་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ང་ཚོ་མ་སོན་ན་ད་ཅིག་གི་པད་མ་མ་སོན་ཡོད་པ་དེ་ལ་བླངས་བྱས་ང་ཚོ་འགན་འཁྱེར་ནས་བྱེད་དགོས་རེད་དེ་ཡིན་དུས་དུས་རྟག་ཏུ་ངས་འདི་ཞུ་གི་ཡོད་བོད་རིགས་སྤྱི་མཐུན་ཚོགས་པ་ཚོར་བས་གཟའ་མཇུག་སློབ་གྲྭ་ནང་གི་ཕྱག་ལས་གནང་མཁན་ཚོར་དངུལ་གནས་མ་དགོས་དང་ལ་ཐོ་ལ་བོད་བསྟན་པ་ཆབ་སྲིད་དང་འཐབ་རྩོད་ཀྱི་དོན་དག་ལ་ཕྱག་ལས་ཞུ་སྐྱོན་གོ་རེ་ཨང་གོ་སྐབས་འདི་ཡིན་ཐུགས་རྗེ་ཆེ་ཆེ་བདེན་ཞུ་འདོད་བྱུང། ད་ཡིན་པས་ཡིན་ནས་བོད་ནང་གི་གནས་སྟངས་དེ་འདྲའི་ཆགས་བསྡད་ཡོད་དུས་ད་ང་ཚོའི་བཙན་བྱོལ་ལ་ཡོད་མཁན་ཚོ་ལ་དམིགས་བསལ་གྱི་འགན་ཅི་ཡོད་རེད་བོད་ཀྱི་སྐད་ཡིག་གལ་ཆེན་པོ་ཡིན་པ་དེ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ཟླ་གསུམ་པའི་ཚེས་བཅུ་གཅིག་ལ་ཡ། ཤོག་གྲངས་གསུམ་ཅན་གྱི། བཀའ་ཡིག་ཅིག་ཕེབས་ཤག་ངའི་གོ་ཐོས་ལ་ས་གནས་ཁ་ཤས་ལ་ཨ་ནི། བོད་རིགས་སྤྱི་མཐུན་ཚོགས་པའི་གི་རྐང་རྒན་ལས་བྱེད་ཚོགས་ཆེན་ཚོ་བཅས་ཨ་ནི་ནང་ལོག་ལ་གོ་བསྡུར་བྱེད་ཆེད་ཨ་ནི་ས་གནས་ས་ཐོག་ནས་དངོས་གནས་ཅིག་བོད་ཀྱི་སྐད་ཡིག་རེད་རིག་གཞུང་རེད་དེའི་ཐོག་ལ་ཡ་ཨ་ནི་ད་བྱེད་ཐུབ་ཡ་ག་རེ་ཡོད་མེད་གི་གོ་བསྡུར་བྱེད་ཆེད་དེ་འད་གནང་གི་ཡོད་པའི་གི་གོ་ཐོས་འདུག་ཨ་ནི་དེ་ག་ནང་བཞིན་ད་འདའི་ང་རང་ཚོ་འདའི་བོད་རིགས་སྤྱི་མཐུན་ཚོགས་པ་ཁག་རེད་དེ་ག་ནང་བཞིན་དྲ་རྒྱའི་འདིའི་བརྒྱུད་ནས་སེམས་སེམས་ནང་གི་ཚང་མས་གི་དངོས་གནས་གོང་གསལ་སྐྱབས་མགོན་ཆེན་པོ་མཆོག་གི་གསུང་འཕྲིན་ཕེབས་ཤག་རྒྱོབ་ཤོག་རང་གསུམ་འདི་ལ་གཟིགས་ཅེས་ཨ་ནི་ས་གནས་ནས་ག་རེ་གནང་ཐུབ་ཨེ་འདུག་བས་བོད་ཀྱི་སྐད་ཡིག་རེད་རིག་གཞུང་རེད་དེ་གང་ནང་བཞིན་ད་ང་ཚོས་མ་བཟོ་ན་ནང་ཆོས་ཀྱི་བག་ཆགས་བཟང་པོ་བཞག་ཐུབ་ཨེ་འདི་གང་ལ་ད་རྒྱ་གར་ལ་ཡིན་བཟོ་ན་ང་ཚོ་སློབ་གྲྭ་རེད་ཁོར་ཡུག་རེད་འདི་གི་ནང་ནས་ཅི་དངོས་སུ་ནང་ཆོས་ལ་མ་ལྟ་བས་ནས་བག་ཆགས་འདི་གི་ཐུབ་ཕན་ཅི་སོའོ་ནུབ་ཕྱོགས་ཁག་ལ་ཡིན་བཟོ་ན་དཀའ་ཉེན་ཡོད་དུས་ད་གཟའ་མཇུག་སློབ་གྲྭ་གི་ད་ལྟ་བར་དུ་ཅི་སྐུ་ལས་སྐྱོན་བྱེད་ཅི་དགོས་རེད་ད་འདི་གང་ལ་ཡ་ང་ཚོར་མ་བཟོ་ནུས་པ་གོང་འཕེལ་རེ་ཡར་རྒྱས་བཏང་ཡ་ག་རེ་ཡོད་མེད་ཚང་མས་དགོངས་པ་བཞེས་རོགས་གནང། དེང་ནང་བཞིན་ད་དོན་གཅོད་ལས་ཁུངས་ངོ་ཅོག་ནས་ཅིག་ཟབ་སྦྱོང་སྤྲད་ཡ་རེད། བོད་ཀྱི་སྐད་ཡིག་གི་སློབ་ཁྲིད་གནང་ཡ་གི་དེའི་སྒང་ལ་ཡིན་ན་རེད་སཱི་ཤེས་ཡོན་སྒང་ལ་ང་ཚོ་ཟབ་སྦྱོང་ཅིག་ཚོགས་དང་ཚོགས་བཞིན་པ་རེད་དེང་ནང་བཞིན་ཤེས་རིག་ལས་ཁུངས་ངོ་ཅོག་ནས་སློབ་སྟེགས་རེད་དེང་ནང་བཞིན། ཟབ་སྦྱོང་ཁྲི་ཨེ་རེ་དྲ་རྒྱའི་ཐོག་ནས་ཨ་དྷ་ན་ཤིན་ད་ད་ད་སློབ་མ་ཚོ་ལ་ཡ་བོད་ཀྱི་སྐད་ཡིག་བག་ཆགས་བྱ་ཡ་ཚོད་དུ་དགུ་ཉིན་གི་རིང་ནས་ཅིག་བཟོ་སྐྲུན་ཆུ་བོར་དེ་ཏེ་ཡི་གང་ལ་ཡ་ད་དངུལ་གི་ན་རེ་ད་འདེད་ཆ་ལ་མིག་གི་ད་ཤེས་ཚད་རེ་ནུས་ཚད་ཀྱི་རྐྱེན་གྱིས་ཞི་དྲག་གནང་ཐུག་ཡོད་མ་རེད་ད་ད་དེ་ཅིག་ཞུ་འདོད་བྱུང་དེ་ཡང་ནིའུ་ཡོག་ལ་རྟེན་གཞི་བྱས་པའི་བོད་ཀྱི་ཐེབས་རྩ་ཚོགས་པའི་ངོ་ཅོག་ནས་ད་དངོས་སུ། ནང་དོན་ཚང་མ་བོད་ཀྱི་ལྟ་ཇི་ཡོད་མན་པ་ཡིན་ནའི། Peppa Pig ལ་ཡང་དེ་དེ་ཚང་མ་བོད་ནང་བསྒྱུར་བྱས་བྱུང་སོང་ན་བོད་པའི་གི་གཞོན་སྐྱེས་ཚོགས་ལ་ཡང། བོད་ཀྱི་སྐད་ཡིག་གི་བག་ཆགས་བཞག་ཡ་ག་ལ་འབད་བརྩོན་བྱེད་ན་འགོ་རེད་ད་ང་ཚོའི་ངོ་ཅོག་ནས་དེའི་སྒང་ལ་ག་རེ་བྱས་ཡ་འདུག་པའི་ད་ལྟ་བསམ་བློ་བཏང་དང་བཏང་བཞིན་པ་ཡིན་ད་དངོས་སུ་ནང་དོན་དེ་གའི་བོད་པའི་གི་རིག་གཞུང་རེད་དེའི་བག་ཆགས་མེད་པ་ནས་སྐད་ཡིག་ཐོག་ནས་ཡང་ང་ཚོས་བག་ཆགས་བཞག་ཐུབ་ཡ་ཅེས་བྱས་པ་ན་ད་དངོས་གནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསུང་བ་ནང་བཞིན་ར་འདབ་གཞོང་གཉིས་ལྡན་གྱི་དེ་འདྲ་ཅིག་བྱུང་བས་ན་ང་རང་ཚོ་བོད་པའི་ལས་ཕན་ཐོགས་ཡ་དང་འཛམ་བུ་གླིང་ཕྱི་ལས་ངས་ཞབས་འདེགས་བསྒྲུབ་ཐུབ་ཡ་གི་ཏན་ཏན་ཐུགས་ཕན་གསོས་ཁུལ་བསམ་གྱི་འདུག་ང་རང་ཚོ་དུས་རྟག་ཏུ་བཤད་སྲོལ་བརྗོད་རེད་མ་འོངས་བོད་ཀྱི་སོན་རྩ་ལ་ནི་ད་འདབ་གཞོང་གཉིས་ལྡན་འདི་བྱུང་བ་ན་དེང་དུས་ཀྱི་སློབ་སྦྱོང་ད་ཨ་ཅང་ཅང་ད་ཚང་མ་ལ་གོ་སྐབས་ཡོད་རེད་ཡིན་ནས་བོད་ཀྱི་ང་ཚོའི་མ་སོན་རིག་གཞུང་ད་གཙོ་བོ་ནང་ཆོས་ལ་ཐུག་བསྡད་ཡོད་རེད་དེ་གི་བག་ཆགས་བཟང་པོ་ཇི་ཡོད་བས་ན་ང་རང་ཚོ་བལ་བོའི་སྤྱི་ཚོགས་ནང་ཙམ་མིན་པར་འཛམ་བུ་གླིང་ལས་དངོས་གནས་གཟེངས་སུ་ཐོན་ཐུབ་ཡོད་དང་འགོ་ཁྲིད་ཡས་ཀྱིས་ཕྱག་ལས་གནང་ཐུབ་གི་རེད་བསམ་ནས་ངས་ཡིད་ཆེས་དང་སྤོབས་པ་ཡོད་དེ་ཡིན་དུས་ད་ད་ལན་གོ་སྐབས་འདིའི་བརྒྱུད་ནས་ང་ཚོས་དེའི་སྒང་ལ་ཤུགས་རྒྱག་ཡས་ཀྱི་འབད་བརྩོན་གནང་རོགས་གནང་ཆེ་ཆེ་དེ་འདོད་ཀྱི་འབོད་སྐུལ་ཞུ་འདོད་བྱུང་སོང།
ཡིད་ཀྱི་མི་དགེ་བ་གང་དང་གང་ཡིན་ནམ། ཀ། སྲོག་གཅོད་པ་མ་བྱིན་ལེན་པ་ལོག་གཡེམ། ཁ། རྫུན་ཕྲ་མ་ཚིག་རྩུབ་ང་རྒྱལ། ག། གནག་སེམས་གནོད་སེམས་ལོག་ལྟ། ག། གནག་སེམས་གནོད་སེམས་ལོག་ལྟ། འདིར་ཕྱག་བྱ་རོགས་གནང། བྲེ་ཤུ་བ་བརྒྱད་པ་བྲེ་ཤུ་བ་བརྒྱད་པ་བྲེ་ཤུ་བརྒྱད་པ་ལས་སུ་ག།